ཐེངས་འདི་ལ་ཨ་ནེ་ད་ལྟ་ལས་ཀ་ཅི་བྱེད་དང་གང་བྱེད་ཟེར་མཁན་དེ་ཚང་མ་ཕྱི་གསལ་ནང་གསལ་བྱེད། དག་ན་ཡིན་པའི་དངོས་གནས་གསུམ་ཧ་ལས་པའི་ལས་ཀ་དངོས་གནས་ཚགས་ཚུད་པོ་གནང་བ་དང་དཔེ་མི་གཟིགས་ཀྱི་མི་མང་ཚང་མ་ལ་སླད་ཅང་གཉིས་ཀྱི་མི་མང་ལ་དཔེ་མི་གཟིགས་ཀྱི་དངོས་གནས་ཕན་ཐོགས་ཧ་ལས་པའི་དངོས་གནས་གསུམ་ཡར་རྒྱས་སོང་བ་དེ་ཚང་མ་དངོས་ཡོད་རེད། ད་ན་ཡིན་པས་ད་དེ་རིང་དངོས་གནས་སོང་སྐུ་ངོ། ཨ་ནེ། ཕེབས་ཀྱི་མ་རེད་བསམ་ནས་ཨ་ནེ་ད། ང་ཚོ་མི་མང་ཚང་མ་དངོས་གནས་དཔེ་མི་གཟིགས་ཀྱི་བློ་འབམ་ཡོད། ཨ་ནེ། གལ་སྲིད་ད་ད་ལྟ་སྐུ་ངོ་འདུག་ཨ་ནེ་སྐོར་བསྐྱོད་ཕེབས་པ་འདི་ལ་ཨ་ནེ་དཔེ་མི་གཟིགས་ཀྱི་དགའ་བསུ་ཆེན་པོ་དངོས་ནས་ཨ་ནེ་ཐུགས་རྗེ་ཆེ་སོང་ཐུགས་རྗེ་ཆེ་སོང་ཞུ་ཡ་དང་བཅར་འདྲི། ད་ན་ཡིན་པས་ད་ད་ད། དེ་རིང་འདས་ལ་དངོས་གནས་སོམ་སྐུ་ངོ་ཨ་ནེ་ཕེབས་པ་འདི་ལ། དངོས་གནས་ད་ད་ལྟ་མི་མང་ད་ད་དེ་འགན་ཨ་ཡོད་རེད་ཡོན་ཡོན་ནོ་འདུག་ཨ་ནེ་ཨ་ནེ་འདུག་ཨ་ཡག་འདུག་དངོས་གནས་བརྙན་ཐུང་པོ་མཛའ་བོ་མཛའ་མོ་དེ་བ་ཚང་མ་ཁྲ་རོག་ཨེ་འཛུམ་ས་ཨེ་ཨ་ནེ་ཐུགས་ཁ་འདི་ལ་ཨ་ནེ་པེ་མི་གཟིགས་ཀྱི་དགའ་བསུ་ཆེན་པོའི་ངོགས་ནས་དེ་རིང་དངོས་གནས་གསུམ་རྟེན་འབྲེལ་གྱི་ཆེད་དུ་ཨ་ནེ་མི་མང་ཚང་འཛོམས་ཀྱི་ཐོག་ལ་དངོས་གནས་གསུམ་ཨ་ནེ། གན་ཨ་ཡོ་ནི་ཀྲི་ཡོན་ནོ་བཙུགས་པ་འདི་གང་ལྟར་འདུག་རྫོང་བོད་ཨོས་ཞུ་ཡ་ཡིན་ཀུང་ལ་ཨན་ད་ན་ཡིན་པས་ཨན་པེ་ལི་ཅིག་གི་ཀུའོ་གི་དངོས་གནས་གསུམ་བཀའ་དྲིན་ཆེ་སོང་བཀའ་དྲིན་ཆེ་སོང་ཞུས་ནས་ཨན་ད་ད་ད་ངེད་ང་ཚོ་ཨན་ཉི་མ་ཞི་དཀར་གི་ཨན་མི་མང་ངོས་ནས་ཨན་ཅིག་རྒྱལ་བ་ད་ཅིག་མང་པོ་གི་ཨན་ཀུའོ་ལ་ཨན་ཨ་འདུག་སོ་ད་ད

དངོས་གནས་མི་མང་ཚང་མའི་ཕྱོགས་ནས་མི་མང་དང་ལས་བྱེད་དང་ཚང་མ་གིས་ཐུན་མོང་ནས་ད་ད་ད་འདུག་ད་ད་ད་སྐུ་ངོ། དངོས་གནས་སོང་ད་དེ་རིང་མཇུག་བསྡོམས་མིན་འདུག་གང་ལ་བོད་མི་སྲིད་ཀྱི་ཐུགས་བརྩེ་བ་ཆེན་པོ་ངོ་ནས་མི་མང་ཕྱོགས་ནས་འདུག་འཇལ་དར་ཅིག་གྲོས་གནང་གི་རེད་འདི་ཚང་མ།

སྐུ་ངོ་ཉིས་སྟོང་བཅུ་ནས་བྱིན་ནས་ཉིས་སྟོང་བཅོ་ལྔ་ཚོགས་པ་ལོ་དྲུག་སྐུ་ངོ་འདི་འདྲའི་འོ་འདེམས་ཐོག་ལ་དཔེ་བརྒྱ་ཆ་ནི་ངོ་ནི་ཕར་ཆེར་བརྒྱ་ཆ་གུ་བཅུ་ལྷག་ཙམ་ལྷག་ཙམ་གྱི་འདི་འདྲའི་མི་མང་གི་བླུག་གནང་གི་ཡོད་རེད། ང་ཚོ་མི་མང་གཅིག་པོ་མ་རེད་བྱང་ཐང་ས་ལ་གུ་ལས་བརྒྱ་ཤོག་བཅུ་གཉིས་བརྒྱ་ཤོག་ཉི་ཤུ་རྩག་གཅིག་སུ་གཅིག་གི་འདི་འདྲའི་འོ་འདེམས་གནང་ནས་ད་སྐུ་ངོ་ལོ་དྲུག་འདུག་བཞུགས་པ་རེད། དེ་བཞུགས་པ་མ་ཟད་ཀྱི་སྐུ་ངོ་གི་དཔེ་སྣེ་སྲིད་ཀྱི་ང་ཚོ་བྱང་མདངས་ལ་དམིགས་བསལ་གྱི་གཟིགས་རྟོག། ཟླ་བ་རེ་རེ་ན་ཕར་ཆེར་གཅིག། ཐེངས་རེ་རེ་རེ་རེ་འདུག་སྐོར་སྐྱོད་ལ་ཕེབས་གནང་གི་ཡོད་རེད། ད་ཡིན་ན་དེ་རིང་འདི་སྐུ་ངོ་མཇུག་སྡོམ་འདུག་ཆགས་དེ་དུས། ད་ང་ཚོ་རྗེས་མ། ཉིས་སྟོང་བཅུ་དྲུག་ལོ་དེ་ལ། ཕར་ཆེར་གཅིག། ང་རང་ཚོ་མི་མང་ཚང་མིག་གིས། ཐུག་ཡོད་རེད་ཚང་མ་ད་དེ་གུས་གཅིག་པོ་མ་རེད། ཏག་ཏག་ཕར་ཆེར་ཅིག་སྤྱི་འཐུས་ཀྱི་འོག་གི་ཐོག་ལ་ང་རང་ཚང་མས་དེ་རེ་བ་རྒྱབ་ཀྱི་ཡོད། སྤྱི་འཐུས་མ་བཟོས་པའི་ཕར་ཆེར་ཅིག་སྐུ་ངོ་ད་བཞུགས་ན་སྐུ་ངོ་གདོང་ཐུག་པ་གི་སྐད་ཆ་ནི་ཆགས་འདུག་སྲིད་སྐྱོང་གི་བདེན་པ་གོ་གནས་བྱས་ན་མི་འགྲིག་པ་ཞིག་མེད་སེམས་ཀྱི་ཐོག་ང་རང་ངོས་ནས་བསམ་ཡོད། དེ་དེ་འདྲ་གསུངས་དུས་སྐུ་ངོ་དོན་གྲུབ་བཀྲ་ཤིས་བྱ་བ་ལམ་འགྲོ་ཡོང་བ་དང། ཡང་བསྐྱར་རྒྱ་ལི་སྨོན་ལམ་དེ་འདྲ་ཅིག་ངས་ཚིག་གསུམ་འདུག་བུ་ཡ་གཅིག་དང་དེ་ནི་བོད་ཡུལ་མི་མང་ཚང་མའི་ངོས་ནས་དེ་འདྲའི་སྦྱར་བདག་ཅིག་འདུག་སེམས་ཁྲལ་ཅིག་འདུག་བུ་ཡ་ཡིན། ཞེས། གཉིས་པ་དེ་ལ་འདས་ཞུས་ན་དེ་རིང་ཕ་རྗེས་ཅིག་དྲན་པ་རྣམ་རྒྱལ་ཡིན་ན་དེ་ཁྱི་ངན་ལ་ཅིག་རླུང་བུ་འདྲ་སྟེ་ཞིག་མ་གྱིས་འདྲ་ཞིག་འདུག་སྐུ་ངོ་ཕེབས་ཚར་སུ་ཞིག་ནི་རྣམ་རྒྱལ་གྱི་སྔོན་བདག་ང་རང་ཚོ་ད་ཅི་ལབ་དགོས་རེད་དད་པ་དམ་ཚིག་ཕྱིན་ནས་དཔེ་མི་སྲིད་ཀི་གཉིས་པོ་ཅིག་འདུག་ཨ། ཚང་མ་གཟིགས་འདུག་ར་ད་ཚང་མ་དེ་འདྲའི་བྱས་ནས་དེ་སྐུ་ངོ། ད། ད་ནི་ཅིག་ཞུས་ཡ་ལ་དེའི་སྦྱར་བདག་དེ་ཁྱེར་བུ་ཡ་ད་ད་སྐུ་ངོ་གི་མཛད་རིམ་ཁ་ཤས་ཅིག་འདུག། གནང་དང་ཡར་འཛུགས་ལམ་སྟོན་དང་དང་བཀའ་སློབ་གནང་ཡག་ཡིན་ཟེར་བ་འདི་འདྲའི་ཐུགས་ཆེ་གསུངས་ཞུ་ཡག་ཡིན། ལོ་ལོ་ཐུགས་ཆེ། འདི་བྱས་ལ་ད་ལྟ་ང་ཚོ་ཁོང་འདི་ང་ཚོ་འཆར་འགོད་ཁོང་འཆར་འགོད་ཁོང་རྩིས་འདུར་འདི་ལ་བས་ཏེ་འཆར་འགོད་ཁོང་རྩིས་འདུར་ལ་ཡང་ནས་ལས་རིམ་མཇུག་སྡོམ་དང་ག་རེ་གནང་འོས་ན་ཁུ་བྱུག་ཐུགས་རྗེ་གཟིགས་ལོ་བྱས་ཟེར། ངའི་ཐུགས་ཆེ་ལོ་ཐུགས་ཆེ། ལ་དྭགས་ཀླད་ཆང་དཔལ་ལྡན།

འོས་བསྡུ་དེ་ལྟར་སླེབས་དགོས་པ་རེད། དེའི་ཆེད་དུ་འོས་བསྡུ་གི་གལ་ཆེ་དོན་ཆེ་སྐུ་ངོ་གིས་ད་ལྟ་མི་མང་ཚོགས་ལ་གོ་རྟོགས་ལམ་སྟོན་དུ་གནང་ཡག་དེ་ཚོགས་དོན་གཙོ་བོ་དེ་ད་དུས་སླད་ཁུ་ལེ་ཡ་སྐུ་ངོ་མཆོག་ལ་ཞོགས་པའི་སྔ་བོ་རེད་དགོང་དག་ཕྱི་བོ་རེད་རྒྱ་ཤོག་ངོ་རེ་བཞིན་འདུག་ཐེབས་ཆད་ནི་འདིའི་སྐོར་ལམ་སྟོན་གནང་ཟིན་པ་རེད། ད་ད་ལྟ་དེ་ལ་ལྗང་ཁུ་ལས་དུག་འཚོ་སྐྱོད་ཐད་དུ་འཕེལ་བཞིན་པ་རེད། ཨ་ཐིང་སྡེ་ཡུལ་གྱི་མང་ཚོགས་ལ་དུག་སེལ་དེ་བར་སོ་རེ་བར་ལོ་ལམ་འདྲེན་གནང་ཡ་དང་འདི་དང་ཆབས་ཅིག་ཏུ་ཨ་རི་གོང་འོག་ཕྱོགས་ལོ་དྲུག་རིང་ད་ལས་དོན་མང་པོ་ཞིག་བསྒྲུབས་ཡོད་རེད། དང་ནང་བཞིན་ལས་དོན་ལས་དོན་ཁ་ཆེ་གལ་ཆེན་པོ་ཆེན་པོའི་ནང་ནས་ཆེན་པོ་གཉིས་ནང་ནས་ཡང་མཇུག་སྐྱོང་བྱེད་དགོས་ཡ། དེ་ན་ཤར་བཞིན་ལོ་ལྔ་ཡི་ཨར་སིག་བསྐྱུར་ཡ། ད་བར་ནན་ཞིང་གིས་ད་ནང་ང་ཚོའི་མང་ཚོགས་ཀྱི་སྒྲ་སྒྲོག Collection འདིའི་ནང་ནས་ཡང་དེ་ཐོ་འགོད་བྱེད་ཡ་ལུས་བསྡད་པ་ཡང་གསར་པ་འདི་ལས་བཅུག་དགོས་ཡ། ད་བར་ནན་ཞིང་གིས་ད་ལྟ་ང་ཚོའི་ནང་སྲིད་ཀྱི་རྩ་ཆག་བུ་ལོན་གྱི་ད་དེ་སྔ་ལོ་གསུམ་ལྔའི་འདུག་ས་བུ་ལོན་བཏང་བཞག་པའི་འདི་སྐུ་ངོགས་ཀྱི་ལས་སྐྱོན་སྐབས་ལ་བཏང་གནང་རེད་ད་ནན་ཞིང་སྐུ་ངོགས་ལས་སྐྱོན་སྐབས་ལ་ཕྱིར་བསྡུ་བྱེད་དགོས་ཡ་གི་འོ་འདི་འདྲའི་སྐོར་ལ་བཀའ་སློབ་སླ་ཡ། དྭངས་གནས་ཤིང་ད་ལྟ་བོད་ཁྱིམ་གྱི་རྗེས་ལུས་ཀྱི་སློབ་ཕྲུག་དེ་ཉེ་བར་སོང་ཙང་ཨན་ད་རིང་ཀོང་དེ་ས་གནས་ས་ཐོག་ལ་ཕེབས་ཡོད་དུས་སློབ་གྲྭ་གསར་དུ་བཅུག་པ་ཡ་འདི་ཚོ་རྒྱབ་གཉེར་དེ་ད་ག་རང་ས་གནས་ས་ཐོག་ལ་བདག་སྦྱང་རང་ལ་གནང་ཡ་འོ་དེ་འདྲས་ཀྱི་ད་ལས་གཞི་མང་པོ་ཞིག་ཐོག་འདུག་ཁོང་བ་ཆད་འདུག་ལ་ལྗང་ཁུར་འདུག་ཕེབས་དགོས་ཨ་རེ་འདི་ཆེ་ཚོ་མང་ཚོགས་ཀྱི་དང་འཛིན་སྐུ་ངོ་བཀའ་སློབ་ལམ་སྟོན་ག་རེ་ཕེབས་པ་ཡིན་ན་ཡག་པོ་གསན་རོགས་གནང་ཞུ་ཡི་ཡོད། གོང་མའི་གོང་མ། བླ་མའི་བླ་མ། ཕ་མའི་ཕ་མ། གངས་ཅན་བོད་ཀྱི་ལྷ་སྐལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གུས་ཕྱག་སྔོན་དུ་བཏང་པའི་ཐོག་ནས། ད་དེ་རིང་དེ་ལས་ཀྱི་ལས་ཐོག་ནས་ད་ལས་བྱེད་ཀྱི་དང་དེ་ལས་ཐོག་དགེ་བསྙེན་གྱིས།

ཡིན་ན་སྤྲད་རྒྱུ་ག་ཡི་མི་འདུག། ཚུར་ལ་སྣང་ཚུལ་འདི་ཕར་ལ་ཕུལ་རྒྱུ་མི་འདུག། ཡིན་ཡང། སེམས་ཀྱི་དཀྱིལ་ལ་ཡོད། འདི་འདྲའི་གི་མི་མང་ཚང་མ་གི་ཟེར་དུ་ངས་གི་ཡང་བརྩམས་བཞག་ཞོར་དུ་ནི་མ་ཡིན་སྤུངས། དེ་ཡིན་དུས་ང་ལ་མང་ཚོགས་ཚང་མ་གི་ཁ་བཏགས་རེ་རེར་སྐུ་ངོ་ལ་རྟེན་འབྲེལ་མཚོན་བྱེད་ཀྱི་ཆེད་དུ་ཡིན།

བསམ་ཡས་ཀྱི་བསམ་འཕེལ་མི་རེད། ཡང་ན་ཆིང་གི་འགོ་ཚབ་རེད། ལས་བྱེད་རྣམ་པ་དང་མང་ཚོགས་ལ་ཉིན་མོ་དེ་འདྲ་ཞུས་པ་དང་ཚོགས་ཐུན་དེ་གོ་རོབ་ཅིག་གནང་འགྲོ། ང་གསར་ལ་བསྡད་ཤུགས་བསྡད་ཀྱི་བསྡད་ཤུགས་ཆོག་ཅེས་ཞུ་གི་ལགས་སོ། ད་ད་ལྟ་གོང་དུ་དེ་བཞིན་ཞུས་པ་ནང་བཞིན་གྱི་གཙོ་བོ་གཙོ་བོ་དེ་ད་རིང་ཡོང་ཁོ་ཡག་གི་དོན་དག་ཨ་མ་འདྲ་བོ་དེ་དེ་ཡིན་ག་སོང་རེད། འོས་བསྡུ་གི་འགན་འཛིན་ཡིན་པའི་ཆ་ནས་ད་ད་ལྟ། དབུས་ཡུལ་གྱི་འོས་བསྡུ་ཆེན་པོ་གཉིས་གྲུབ་པ་རེད། སྲིད་སྐྱོང་གི་འོས་བསྡུ་རེད་དང་ནས་གཞིས་ཀྱི་སྤྱི་འཐུས་ཀྱི་འོས་བསྡུ་རེད། སྔོན་འགྲོ་གི་ལེའུ་བསྡུ་ཐུབ་ས་མེད། སྲིད་སྐྱོང་དཔལ་ལྡན་སྲིད་སྐྱོང་མཆོག་རེད་དང་ནས་གཞིས་ཀྱི་སྤྱི་འཐུས་ཀྱི་འོས་ཤོག་བསྡུ་ཐུབ་པས་གལ་ཆེན་པོ་རེད། ཁ་སང་བོད་མི་སྒྲིག་འཛུགས་ཀྱི་སྤྱི་ཡོངས་ཀྱི་ཆ་ནས་བོད་ཡོངས་ཀྱི་སྤྱི་ཡོངས་ཀྱི་ཤེས་བྱ་ཚང་མ་བྱས། དང་ནས་གཞིས་ཕྱི་རྒྱལ་ཁག་ཚང་མ་ལ་འབྲེལ་ལམ་ཡོད་པ་དེ་ཀུན་ནས་དཔེ་གལ་ཆེན་པོ། ཡང་ས་གནས་ལ་བོད་གཞུང་གི་ཚབ་ཟེར་ནས་རེད། བོད་མི་སྒྲིག་འཛུགས་ཚབ་ཟེར་ནས་རེད། ནང་སྲིད་ཚབ་ཟེར་ནས་རེད། བཀའ་ཤག་ཚབ་ཟེར་ནས་རེད། ཨ་ནི་ས་གནས་ལ་ཉིན་རེ་ཉིན་རེ་གི། མང་ཚོགས་ཀྱི་བདེ་བ་སྡུག་བསྔལ་གྱི་ལས་ཀ་དེ་རེད། རང་ནང་བཞིན་གྱི། སྒོ་རྒྱག་གི་བདེ་བ་བྱེད་སའི་རེད། མི་མང་འདུག་ཅེས་ནས་གྲོང་པ་རེ་རེ་རེ་རེ་གི་བདེ་བ་བྱེད་ས་དེ་ས་གནས་ཀྱི་གཞིས་བྱེས་ལས་ཁུངས་བྱ་དགོས་བ་རེད།

འདི་གི་དོན་དག་ལ་བྷ་ག་ཧ་གོ་སི་ནའི་རེ། འདི་གི་དོན་དག་ལ་ད་ལམ་དོན་བཀའ་སློབ་སི་ཏའི་གའི་མར་ཏེ། ཡིན་ལུགས་མིན་ལུགས་སྐད་ཆ་བཤད་སྡོད་ཡ་དེ་གལ་ཆེན་པོ་འདུག་ཟེར་དུ་ཁྱེད་ཚང་འོས་བསྡུ་ཚོགས་ཆུང་མི་ཉིས་རྩ་གཉིས་བཀའ་མོལ་བྱུང་འདུག་རེད། དེ་གི་ནང་ནས་ད་རིང་ཚོགས་གཙོ་རང་ཕེབས་པའི་གལ་ཆེན་པོ་འདུག། ག་རེ་བྱེད་ན་ཟེར་ན་ཚོགས་གཙོ་ད་ལྟ་འོས་བསྡུ་ཚོགས་གཙོ་ང་བྱ་གི་ཡོད་དུས། ང་ད་ལྟ་ལ་ཅི་ཡང་ན་སི་ཡ་རོ་ཆེ་བོ་བསམ་ནས་གི་བྱེད་ཡ་ཡོད་མ་རེད་མི་མང་གི་བསྐོས་པ་ཡིན་ན་ང་བྱེད་ཡ་ཡོད་མ་རེད་དེ་ནས་ཉིས་རྩ་གཅིག་ནང་ནས་སུས་གི་མཚན་སླེབས་སྲིད་པ་རེད།

བཀའ་ཟུར་གྲོང་པོའི་དཔའ་ཆེན་ཚང་མ་ཡར་མར་སོང་རེ་ད་གོ་དེ་ཚང་མ་ཀོ་ཚོད་དེ་རེད་དེ་ག་ལ་གནོན་པའི་ཐོད་པ་ཅིག་དཔའ་ཆེན་མེད་པའི་རྒྱུ་མཚན་ལ་ཨ་ནི་དེ་ནང་གི་ཨ་མ་ཚང་མ་དེ་ངན་ཡང་དང་གོ་ལྟོག་ཤིན་དང་དེ་ཚོགས་འདུ་ཚོགས་ཡ་ལི་དེ་གོ་སྐབས་དེ་བྱུང་བ་རེད་ཡག་པོ་བྱུང་སོང་ཞུ་དེ་བ་དེ་ཡག་པོ་བྱུང་སོང་ཞུ་གི་ཡོད་ཨ་ནི་གྲོང་པོའི་དཔའ་ཆེན་ཚང་མ་ནི་དེ་སྐོར་མཁྱེན་མཁན་རེད་ཡར་འགྲོ་མར་འགྲོ་ག་ས་ག་ཕེབས་དེ་བ་མཁྱེན་མཁན་རེད་དགའ་པོ་བྱུང་ཞུ་གི་ཡོད་དོ་ཆེ། ད་དེ་ཡིན་འོ་ཤོག་དང་སྤྲེལ་བའི་གི་དགའ་མོས་ཞོལ་དེ་ཡིན་ཚ་བ་ཡིན། ད་དེ་ནས་ནི་ཤར་དུ་ཤོར་ཟིག་ལ། ལས་ཀ་ཤར་དུ་ཤོར་བྱེད་པའི་ཡས་མས་ནི་གོ་དྲུག་དང་གཉིས་གསུམ་བཞི་མང་གཏང་མང་བོ་བྱས་ཁོ་མཚར་ན་ཡག་པོ་འདུག་བསམ་སོང་བ། ད་ལས་གཅིག་གི་དགེ། ལོ། ཁ་སོ་བོ་རེ། ལྔ་དང། ཟླ་བ་བཅུ་སོ་གཅིག་གཉིས་ལ་ཕྱི་ཚར་བ། ད་ཟླ་བ་གཉིས་སུ་མང་དུ་ལྷག་མེད། ད་ནི་ང་རང་ཚོ་བོད་གཏམ་པའི་ནང་ལ་བ་ནས་ཞིག་གིས་བུ་མོ་རྣ་བ་མི་ཚེ་ཕ་མ་མཉམ་པོ་དེ་ད་བུ་མོ་སྣ་མང་འགྲོ་ག་ལ་བར་ལས་ཀ་ཅལ་ཆོལ་དེ་འགྲིག་རེད་ཟེར་གཏམ་པའི་ཆོས་དེ་ང་རྩིས་མེད། གསར་འགོད་ལས་ཞུགས་དེ་བློ་གྲོས་གང་ཚ་མི་མ་ཉག་རི་ག་གན་སྐྱེས་རེད་བློ་གྲོས་པ་ལ་སྐྱེས་རེད་གྲོས་པའི་ཆུ་ཚོ་ཨ་གི་འབད་བརྩོན་བྱེད་གི་ཡོད་ད་ཅང་མེ་རི་ཁ་ཅན་ཅིག་ཅི་མ་ཀུང་བོ་དེ་བྱེད་འགྲོ་གི་རེད་སེ་ན་བྱས་ན་འགྲིག་གི་འོ་རེད་འགྲིག་གི་མི་འདུག་ང་ལ་བྱས་ད་ལས་དོན་ཁ